ཨོ་ལགས་སོ། བཀྲ་ཤིས་བདེ་ལགས། ད་དེ་རང་ངས་འདི་ནས་རྣམ་པ་ཚོ་ལ་དེ་ནས་ང་ཚོ་ད་རང་གསུམ་ནང་ཆོས་བརྙན་འཕྲིན་གྱི་བརྒྱུད་ལམ་འདི་དངོས་ནས་དེ་ནས་ད་སྐྱེ་བོ་དམ་པ་དེ་འདྲའི་ཕུར་བསྡུ་བྱུང་བ་ཞིག་གི་དེ་ནས་རྣམ་ཐར་དང་བཀའ་སློབ

ད་ལྟ་བར་ཡང་དེར་གྱི་སྐབས་སུ་བྱོན་པའི་སྐྱེ་བོ་དམ་པ་ཧ་ཅང་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་ལ། དེ་ནི་སྔ་འགྱུར་རྙིང་བ་པ་རྣམས་ཀྱིས་ད་གཙོ་བོ་ཁོང་ལ་དུས་རབས་ཉི་ཤུ་པའི་མཇུག་གི་དེ་ནི་མི་ལ་རིས་པ། གཉིས་པ་ཟེར་བ་དེ་འདྲའི་གལ་ཆེ་གི། ཆེར་གཏུགས་ཤུལ་བསྟབས་པ་དེ་འདྲ་ཞིག་རེད། ད་དེའང་སྔ་འགྱུར་རྙིང་བ་གཅིག་པུ་མ་རེད། དེ་ནས་མཁའ་ཆེན་ཁོང་དེ་ག་ད་ཧ་གོ་མཁན་ཟེར་ན་གང་འདྲ་ཤར་རྒྱར་སོང་ཐུག་གི་འབྲེལ་བ་ཡོད་མཁན་ཆུ་རྒྱུན་རིས་མེད་ཀྱི་སྐྱེ་བོ་དམ་པ་དང་དེ་དུས་གཏམ་དཔང་ཧ་ཅང་མང་པོ་ཞིག་གིས་ཡང་ཁོང་ལ་ཕྱིའི་བླ་ན་མེད་པའི་དེ་ནས་ག་ད་དད་གུས་ཞུས་གདའ་པ་དེ་འདྲ་ཞིག་རེད། ད་དེ་དང་འབྲེལ་བའི་ཐོག་ནས་ངས་འདི་ནས་དང་པོ་ང་ཚོ་མཉམ་དུ་དེ་ནས་བརྙན་གཅིག་ལ་དེ་ནས་མཉམ་དུ་བལྟ། ད་འདིའི་བརྙན་དེ་ནང་ལ་མཁའ་ཆེན་ཁོང་གི་དེ་གི་སྐུ་ཚེའི

བཀའ་སློབ་དེ་ཚོ་གནང་བ་ཡིན་དེ་ནི་ང་ཚོ་ག་འདྲ་ཡིན་པ་དེ་རང་རང་གི་རྣམ་པ་ཚོ་ལ་ཤོད་ཀྱི་ཡིན། སྤྱིར་བཏང་གི་ཁོངས་དེ་ནི་སྐུ་ཚེ་གང་པོ་ལ་ད་ཆོས་མཁྱེན་ཉིན་འབའ་ཞིག་གནང་ནས་བཞུགས་མཁན་དེ་འདྲ་ཡིན་དུས་ཁོང་གི་གསུང་བཞག་པ་དེ་མདོ་སྔགས་གཉིས་ཀ་ཧ་ཅང་མང་པོ་རེད་ད་རིག་གནས་ཀྱི་ཆོག་སེར་མང་པོ་ཡོད་མ་རེད་ཡིན་ནའང་མདོ་སྔགས་ཀྱི་གཞུང་ཤར་དུ་མ་སྔགས་དང་བཅས་པ་ཧ་ཅང་མང་པོ་རེད། དཔེར་ན་འོ་མ་ཡིན་ན་འོ་མ་འཇུག་པ་འོ་མ་རྒྱན་འོ་མ་དངོས་གཞིའི་སྒྲོན་མེ་ལ་སོགས་པ་དང། ཚད་མ་ཡིན་ན་ཚད་མ་རྣམ་འགྲེལ་དང་ཚད་མ་རིགས་གཏེར་ལ་སོགས་པ་དང། མངོན་པ་ཡིན་ན་ནི་མི་ཕམ་གྱི་མངོན་པར་མཛོད་ཅིག་འགྲེལ་བ་དང་མི་ཕམ་ཁྱད་འཇུག་ལ་སོགས་པ་དང། དེ་ནས་ཤེར་ཕྱིན་ཡིན་ན་བོད་པ་གྲུབ་ཀྱི་ཤེར་ཕྱིན་གཙོ་བོར་བྱས་པ། ད་དུང་ལྟ་གྲུབ་ཞལ་གྱི་ལ་སོགས་པའི་དབུ་མ་ཡིག་བརྒྱ་ཡང་དག་མང་པོ་རེད། དེ་བཞིན་དུ་ནི་རྟ་མདོ་སྔགས་གཉིས་ཀྱི་ལུས་ཡོངས་སུ་རྫོགས་པ་དཔེར་ན་ཡིག་རྒྱན་རིན་པོ་ཆེ་མཛོད་ལྟ་བུ་ཡང་མང་པོ་གསུངས། སྔགས་ཕྱོགས་ཡིན་ན་ཡང་དཔེར་ན་རྒྱུད་རྒྱལ་གསང་བ་སྙིང་པོ་གི་འགྲེལ་བ།

ས་བཅུའི་དབང་ཕྱུག་ཆེན་པོ་ཡིན་པ་དེ་འདྲ་སོགས་འདུག་བ་དེ་འདྲ་རེད། ལྟ་གང་ལྟར་ཡང་གངས་ཅན་འདབ་མ་བྱོན་ཁྱབ་བདར་དེ་ངེས་པའི་དོན་ལ་ག་འདྲ་ཡིན་མིན་དེ་སྤྱིར་བཏང་གི་སྐྱེས་བུ་དམ་པ་དག་གིས་འཕགས་པའི་གཟིགས་པ་དང་ལྡན་པ་རྣམས་ཀྱི་ཡུལ་རེད་དེ། ཐ་མལ་གྱི་སྣང་ངོར་ཡང་དྭངས་སང་གི་དུས་ན་ཤིན་ཏུ་མཐོང་བར་དཀའ་བའི་ཆུ་རྒྱུད་རོ་སྙོམས་ཀྱིས་དེ་ལ་ཆུ་བ་ཞིག་དེ་འདྲ་ནམ་རིང་བཞག་ཡོད་པའོ་དེ་ང་ཚོས་ཧ་གོ་དགོས་པ་རེད། ད་ཡིན་ན་ཡང།

དེ་ནི་ད་ལྟའི་ཁོང་གི་སྲོག་ཆགས་ཀྱི་ཡོད་རེད། དེ་འདི་ལྟ་ང་རང་རྒན་ངོས་ནས་ཡིན་ན་བླ་མའི་སློབ་མ་ཞིག་ཡིན་པའི་ཆ་ནས་དང། དེ་བཞིན་དུ་ནི་སྒྲོལ་གྱི་ཆོས་གྲོགས་རྣམས་ཀྱིས་ལྟ་བུའི་ཡང་ཡང་དེ་ནས་དེ་བཀའ་གནང་བ་ནང་བཞིན་བྱས་ནས་ད་ཅིག་བླ་མ་སང་གི་སོང། ཡིག་ཐོག་ལ་ཕབ་ནས་པར་སྐྲུན་བྱས་པའི་དེབ་ཐོག་མ་དེ་དེ་ནི་དྲང་སྲོང་ཞག་ལོང་ཟེར་བའི་དེབ་ཅིག་དེ་ན་ནིང་ང་ལྟར་པར་སྐྲུན་ཞུས་པ་རེད། དེའི་དེ་ཕབ་སྒྲིག་བྱེད་མཁན་དེ་ང་རང་རེད།

ཁྱད་པར་དུ་ང་རང་དགེ་བསྔོ་ནི་སྐབས་འདི་ནས་དངོས་སུ་ཞུས་ནས་ཐོབ་པ་ཡིན་དུས། ད་ནི་དེ་ཡིག་ཐོག་ལ་ཕབ་པ་ཡང་ང་ད་སོ་སོ་ལ་ཅིག། ཁྱོད་ལ་མི་སོང་ལ་ཡང་ཆགས་ཀྱི་ཡོད་པ། ཅིག་རྒྱབ་ལྗོངས་དང་ནང་གི་རྒྱུ་མཚན་དང་རྩ་བའི་ཆ་ནས་གང་ལ་གང་འཚམ་ཞུ་འགོ་ཚུགས་ཡོད་དུས། ད་ནི་སོ་སོ་བས་དེ་ལྟར་དུ་ཁས་བླངས་ནས་ཡིག་ཐོག་ལ་ཕབ་པ་ཡིན།

ཐོག་མར་དགེ་བ་ལ་སྐྱིད་དང་བར་དུ་དགེ་བ་གཞུང་གི་དང་ཐ་མར་དགེ་བ་མཇུག་གི་དང་ནི་ཟེར་དེ་རེད། དེ་བར་དུ་དགེ་བ་གཞུང་གི་དང་ལ་དེ་ནི་ལུགས་གཉིས་ཡོན་ཏན་དང་འབྲས་བུ་གཅིག་ཁོག་པོ་པ་དང་བཟང་བོ་ཡོན་ཏན་རྣམ་པ་བཅུ་བགྱིས་པར་བཤད་པ་འབྲས་བུ་བདེ་དང་གྲགས་པ་མདོར་བསྡུས་ཏེ་དམ་པ་གསུམ་ཡོད་རེད། དེའི་དང་བོ་ལུགས་གཉིས་ཡོན་ཏན་དང་འབྲས་བུ་གཅིག་ཁོག་པོ་དེ་ལ་ད་འདི་བྲིས་ཡོད། ཟབ་ཆ་ཧ་ཅང་མང་པོ་ཞིག་གི་ཐོག་ནས་བྲིས་ཡོད་རེད།

ད་དེའི་མཇུག་ཏུ་ང་ཚོ་བས་ཨ་ཨོ་ཡ་ཚེ་འདིར་བདག་གི་མགོན་དུ་གྱུར་པ་ཞིག་རང་གཟུགས་ཆེན་པོ་ཡིན་ནམ་སྙམ་པ་ཞིག

ན་དེ་ཚོ་སྐད་ཆ་མང་པོ་ཞིག་འདི་ནང་ཡོད་རེད། ཡིན་ནའང་དེ་ཚོའི་རིགས་དེ་དཔེ་རང་ཞུ་དགོས་པོ་མ་རེད། འོ་ན་ད་དཔེ་རང་ག་རེ་ཞུ་དགོས་པོ་ཡོད་རེད་ཟེར་ན། ད་ནི། ད་ང་ཚོ་གི་དེ་ནི་མྱོང་ཚོར་གྱི་ཐོག་ནས་གསུང་གི་ཆེ་བ་རྒྱོབ་པ་ཟེར་བ་འདི། ད་དེ་བསྡེབས་ཏེ་ངོ་སྤྲོད་ཞུ་ཡག་ལ་ཕར་ཆེར་ང་ཚོ་འོག་མ་ཡི་དམ་མེད་འདྲ་བོ་ཆགས་ཀྱི་ཡོད་རེད། དེ་ཡང་བཀའ་སློབ་རིན་པོ་ཆེ་འདི་ཉིད་ཕབ་སྒྲིག་དང་བསྐྱར་ཞིབ་ཀྱིས་དུས་རབས་ཡོངས་སུ་རྫོགས་པར་རང་ཉིད་ཀྱི་སེམས་ལ་བླ་མ་རིན་པོ་ཆེའི་ཐུགས་བརྩེ་དང་མཁྱེན་རབ་ཁྱད་པར་དུ་རེ་དོགས་དང་འཛིན་ཁྲིད་གཤིས་ལ་མེད་པའི་ཐུགས་སྨོན་གྱི་བྱ་བཏང་རང་རྒྱུད་ལ་ལག་ལེན་གྱི་ཐོག་ནས་སྤོབས་པའི་གདེང་ཐོབ་པའི་ཆུ་བ་ཡང་དག་པའི་ཉམས་ལེན་གྱི་བཀའ་སློབ། གཉེན་བཤེས་དང་རེ་དོགས་ཀྱི་འཛིན་པ་ཡོངས་སུ་ཆོད་པའི་ཆགས་རྟོགས་མེད་པ་སེང་གེ་ལྟ་བུའི་ལོག་འདྲེན། རྐང་སོང་མཐའ་དག་རླུང་དང་རིག་པ་དང་ཡང་མི་འགལ་བས་ལ་གདམས་ངག་སྣ་བརྒྱའི་མེ་བཙའ་ཉག་གཅིག་ཏུའང་གྱུར་པ། དེའང། རིག་བྱེད་ཀྱི་གཞུང་དུ། མདའ་དམ་བཅའ་སྲི་འདོན་གྱི་ཆ་བཅུ་བརྗོད་སྐབས་འཕང་ལ་ཕོག་པའི་ཁྱབ་བམ། ཕོག་ན་འཆི་བའི་ཁྱད་པར། འཆི་ན་མཐོ་རིས་སུ་འགྲོ་བའི་ཁྱད་པར་ཞེས་གསུངས་པ་ལྟར། གསུང་གཡོ་རྩལ་སྣ་ཐོག་གི་མི་རྩ་དང་ལུགས་གཉིས་ཀྱི་གསུང་སྨན་འབའ་ཞིག་ཏུ་འགྱུར་ནུས་པ་འདི་ལྟ་བུ་ནི་དེང་དུས་ཀྱི་ཆོས་པར་གྲགས་པ་གཞན་གྱི་ངག་ལས་ཅིས་ཀྱང་ཐུབ་པར་དཀའ་བ་འབའ་ཞིག་ཏུ་འཇལ། ཁྱད་པར་དུ། ཐོག་མའི་བསྒྲགས་གཞན་དང་འདི་མ་བརྟགས་ཟིན། གང་ཞིག་དང་འབྲེལ་བའི་ཐོག་ནས་བཀའ་གནང་ན་ཡང། རེ་དོགས་ཀྱི་མཛུབ་ཁྲིད་གཏན་ནས་མེད་པའི་དགའ་སོང་འདི་དག་གིས་ཤར་དང་ཞོར་ལ་རང་རེའི་ནམ་རྒྱུན་ཡིག་ཐོག་ཏུ་མཇལ་བར་དཀའ་བའི་གཏམ་གྱི་གཞི་སྣ་ཚོགས་པ། དེའི་ཚེ་དེའི་དུས་ཀྱི་སྤྱི་ཚོགས་ལ་མི་སྣའི་སྣང་བརྙན་སོགས་དབྱེ་མཚམས་ལ་དགོད་བྲོ་བ། ཚོར་སྣང་འདྲ་མིན་སྣ་ཚོགས་སྤྲོད་པ། སྐབས་དང་འབྱོར་ཞིང་གདམས་ངག་སྣ་བརྒྱའི་ངོ་སྤྲོད་འབའ་ཞིག་ཏུ་གྱུར་པ་སོགས་གསུངས་ཡོད་པ་དང། ཡང་རྣམ་འདྲེན་ཆེ་ས་དང་གཉན་ས། མཐོ་ས་དང་སྲབ་ས་འབའ་ཞིག་ནི་ལུང་འདྲེན་དང་དཔེ་མཚོན་ཁོ་ན་འདྲེན་དགོས་པོ་སྤྱིར་བཏང་གི་ཆ་དང་དེ་འདྲ་མ་ཡིན་པར། ཉེ་འཁོར་དང་སྤྱོད་ཡུལ་གྱི་སྒ་སྤོ་སྒ་མོ་དང་ཁྱི་ར་མ་ཚུན་གྱི། རྣམ་འདྲེན་ཆུ་འཁྱལ་མཁན་དང་རྟ་མཆུ་བཙོང་མཁན་གྱི་སྣང་མེད་དུ་ལྷག་ཡོད་པ་དཀྱུས་མའི་སྣང་ཚུལ་མང་པོ་ཞིག་ཀྱང་རེ་རེ་ནས་བགྲང་ལྡོག་གི་བརྗོད་བྱ་དང་སྣ་ཚོགས་དང། འབྲས་བུའི་ཐག་དཔེ་མཚོན་དུ་སོང་བ་སོགས་བླ་མ་རིན་པོ་ཆེའི་ཐུན་མིན་གྱི་བྱ་བཏང་འདི་དག་གིས་རང་ཉིད་ཀྱི་ཕབ་སྒྲིག་གི་བརྒྱུད་རིམ་ཁྲོད་དུ་ལྟ་སྐུལ་དང་ལྟུང་བ། དྲན་གདུང་དང་སྐྱོ་ཤས། སེམས་འགུལ་དང་དགའ་སྣང་སོགས་དམིགས་བསལ་གྱི་ཚོར་ཤུགས་ཆེར་བསྐྱེད་པ་དེ་འདྲའང་ཐེངས་མང་པོ་བྱུང་སྟེ། མདོར་ན་བླ་མའི་གསུང་འདི་དག་ནི་ཧ་ཅང་གཞན་དང་མི་འདྲ་བ་ཞིག་བཞུགས་པ་ཡིན་ནོ། ཡང། གྲུབ་ཐོབ་དང་རྟོགས་ལྡན་གྱི་དགག་བྱར་གཉའ་པོ་འབྲེལ་ཡོད་ལ་མེད་ལ་དང་གོ་རྒྱུ་ཡོད་ལ་མེད་ལ་དེ་འདྲའི་གཏམ་རྙོག་གི་གྲུབ་པ་ཙམ་མ་ཡིན་པར། རྒྱ་ཆེ་བོ་ལུང་རིགས་ཀྱི་རྒྱབ་རྟེན་དང་གཏིང་ཟབ་པོའི་མྱོང་གོམས་ཀྱི་སྲོག་ཤིང་གི་པར་ལག་པར་བལྟམས་པའི་གསུང་གང་ཞིག། ལུང་རིགས་མ་ངེས་ཀྱི་གནད་དང་མ་བྲལ་བ་ཁོ་ནར་བཞུགས་པ་འདིའང་གཞུང་འདིས་མཇལ་བ་ཙམ་གྱིས་ངེས་པ་སྐྱེ་ངེས་སུ་བཞུགས་པ་ཡིན་ཏེ། མདོར་ན་བླ་མ་རིན་པོ་ཆེ་སོགས་ནི་སྐུའི་བ་རང་ངོས་ནས་དེང་སང་གི་སྤྱིར་བཏང་གི་བླ་མ་གཞན་གྱི་བཀའ་ཆོས་དང་ཡེ་མི་འདྲ་བ་ཞིག་ཡིན་པ་འཇར་ཚར་རྐང་ཡུལ་དགོངས་བཞེས་ལྟར་ལགས་པར་མ་ཟད། མ་འོངས་པར་གསུང་འདི་མཇལ་མཁན་གཞན་པ་ཚང་མ་ལའང་ཚོར་སྣང་འདི་ཉིད་གཅིག་མཚུངས་སུ་ཡོང་ངེས་ཡིན་པར་ཐེ་ཚོམ་གཏན་ནས་མི་དགོས་སྙམ།

འདི་ནི་རང་སྐྱོན་ཚང་ནས་བྲུས་ཏེ་དྲུངས་ཅན་ཞིང། ཡོན་ཏན་ཐམས་ཀྱི་ངག་གིས་ལན་བརྒྱར་འདོགས། རྟག་ཏུ་ཕམ་པ་འབའ་ཞིག་གླུར་བརླན་པ། ལ་སྤྱིད་འདི་ནི་མ་མ་སྡུག་གུ་འདྲ། གསུང་བ་འདི་ལས་འཚམ་པོ་ཞིག་མི་འདུག། དེ་རེད་ད། དེ་འདྲ་ཡིན་དུས་ད། ཕན་ཚུན་བོད་མ་ཆོས་དབྱངས་ཁྱབ་བདར་གྱི་གསུང་གི་ཆེ་བ་དེ་ན། རྩ་བའི་ཆ་ནས་ང་རང་གིས་དེ་འདྲས་ཞིག་གཏོང་གི་ཡོད།

དེ་ནས་ཡང་ཡར་མར་དགོན་པ་གཞན་དང་དེའི་བླ་མ་གཞན་གྱི་ངོ་ཆེན་བྱས་ནས་གདན་འདྲེན་ཞུས་ནས་ཡར་མར་ཕེབས་ཡ་དེ་མི་སྲིད་པར། ད་བླ་ཆེན་མི་ཆེན་མང་པོ་གི་གདན་འདྲེན་ཞུས་ནས་ཕེབས་མ་ཐུབ་མི་ཕེབས་རེད། མི་སྲིད་ཅིག་གི་ངོ་སྲུང་བྱས་ནས་དེ་རང་དཔེ་ཁྲིད་མཚམས་བཞག་ནས་སྐུ་མགྲོན་ལ་ཐུག་ཡ་དང་དཔེ་ཁྲིད་མཚམས་བཞག་ནས་ཡར་མར་ཕེབས་ཡ་དེ་འདྲ་ལོ་རྒྱུས་ནང་ལ་ཕ་མ་གཅིག་མ་བྱུང་བ་རེད། དེ་འདྲ་ཞིག་ཡིན་དུས་ཁོང་གི་རྣམ་ཐར་དེ་གི་ནང་ལ་ད་ཆ་བཅུ་གཅིག་ཆེན་པོ་རེད་དེ། དེ་ཡིན་དུས་ཁོང་གིས་ད་ད་ལྟ་ཉི་མ་རྟག་པ་གི་གསུང་ཤུགས་དབུ་དེ་འཛུགས་སྟངས་དེ་ལ་ཁོང་གི་འཆར་ཅན་གི་དེ་གི་ད། ཆོས་བརྒྱུད་བདག་དེ་ཚོ་ཚར་བའི་རྒྱུགས་ལ་འདི་འདྲ་ཞིག་གསུང་གི་ཡོད་པ་རེད། མ་གྱུར་འགྲོ་བ་རྣམས་ཀྱི་མཐའ་དང་མཉམ་པའི་སེམས་ཅན་དག་གི་ཐོབ་བྱ་བླ་ན་མེད་པ་ཡང་དག་པར་རྫོགས་པ་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་དེ་ཉིད་ཐོབ་པར་བྱ། དེའི་ཆེད་དུ་དམ་པའི་ཆོས་ཟབ་མོ་འདི་ཉིད་བསམ་ནས་ཀྱང་ཚུར་ཅི་ཉམས་སུ་ལེན་པར་འགྱུར་འོང་སྙམ་པའི་སྒོ་ནས་བསམ་ཚར་བ་རེད། ད་འདི་དག་སྤྱི་དང་ཆར་ཅན་གྱི་ཅིག་ལམ་རྒྱུན་དུ་སོང་སྟངས་དེ་རོ། དེ་ལྟར་སེམས་བསྐྱེད་པོའི་གང་ཟག་དེ་ཉིད་ཀྱི་ལམ་བརྒྱུད་རིམ་པ་ཡང་སེམས་བསྐྱེད་བསྐྱེད་མཁན་གྱི་ལམ་རིམ་དེ་ཚར་ཞེས་གསུངས། ལམ་རིམ་གང་ཡིན་ཚུལ་ནི་ཐུགས་དམ་བསམ་འདུན་པས་བསྒོམ་པ་ལ་ནི་རབ་ཏུ་སྦྱོར་ཞེས་པ་ལ་སོགས་པ་གསུངས་པ་ལྟར་ཡོན་ཏན་ཐམས་ཅད་ཀྱི་གཞི་རྟེན་དུ་གྱུར་པ་གཞི་ཚུལ་ཁྲིམས་རྣམ་པར་དག་པ་གཞིར་བཞག་པར་བྱས་ཏེ་དེའི་སྟེང་དུ་ཐུགས་བསམ་སྒོམ་གསུམ་གྱི་ཤེས་རབ་རྣམ་པ་གསུམ་ལ་རིམ་པ་བཞིན་དུ་བསླབ་དགོས་པ་ལས། ད་ནི་ཉི་མ་དག་པར་སོང་འདི་ཞལ་གདམས་ཀྱི་རྟགས་གཙོ་བོ་ཞིག་རེད་གང་ལ་ཐུག་པར་བྱ་དགོས་ཡོད་དོ་སོང་འདི་ཡང་དེ་གི་ད་ཅིག་ཡིན་གཏམ་པ་ཡོངས་རྫོགས་ཀྱི་གཏམ་པ་སྤྱི་བཙན་གྱི་དབང་དེ་དང་ན་གཏམ་པ་ཡོངས་རྫོགས་ཀྱི་ཅིག་སྒྲོམ་ཞིག་གི་ན་དེ་ས་དུས་ནས་སོང་གི་རེད་དོ་གང་ལ་ཐུག་པར་བྱ་དགོས་ཡོད་ནི་ཆོས་རྣམས་ཐམས་ཅད་བཀའ་དང་གཏམ་ཆོས་ཉིད་ལེགས་པར་སོང་དང་དེ་ཡི་དགོངས་འགྲེལ་བ་དེ་ཡི་དབང་གིས་ཐོབ་པའི་གཏམ་པ་ནི་འཇིག་རྟེན་ཁམས་སུ་ཡང་རང་གནས་པར་འགྱུར་གསུངས་ད་འདི་ལོང་འདྲེན་དེ་ཕར་ཆ་ལྷའི་བུ་རབ་གནས་ཀྱིས་ཤིག་གི་མདོ་ཡིན་ན་ཅིག་ཡིན་རེད་ཡིན་ན་ཡང་འདི་ནང་ལོང་འདྲེན་རྟག་པར་ལོང་ཁོང་རིང་ཚེར་གསུངས་པ་མ་རེད། ཞེས་པ་ལ་སོགས་པ་གསུང་བ་ལྟར་དུ། རྣམ་འདྲེན་མི་ཡི་ཚང་གིས་ལེགས་པར་གསུངས་བའི་བཀའ་འཁོར་ལོ་རིན་པོ་ཆེ་རྣམ་པ་གསུམ་མོ་དེའི་དགོངས་པ་འགྲེལ་བ་ལ། མཁས་པ་རྣམས་ཀྱི་མཛའ་བོ་དམ་ཆོས་གཉིས་སུ་བཅུག་པ་ལས། དགོངས་འགྲེལ་གྱི་དམ་ཆོས་དེ་ཉིད་ལ་ཡང་ཆོས་ཀྱི་འབྱུང་གནས་རྒྱ་གར་འཕགས་པོ་ཡོད་དོ་ཞེས་དང། ནང་པའི་ཆོས་ཀྱི་འབྱུང་གནས་རྒྱ་གར་འཕགས་པོ་ཡོད་དོ། འཛམ་གླིང་འཛིན་པའི་རྒྱན་དྲུག་མཆོག་གཉིས། མ་བྱུང་གི་སློབ་དཔོན་ཆེན་པོ་རྣམ་པ་གཉིས་ལ་སོགས་པ་གསུང་དམ་ཆོས་གོང་དུ་བཞུགས་རེ། ད་པོ་གངས་ཅན་གྱི་ལྗོངས་འདིར་ཡང་དེ་ནས་མཁས་གྲུབ་འཇམ་དབྱངས་རྣམ་གསུམ་ལ་སོགས་པའི་གསུང་དུ་དམ་ཆོས་མང་དུ་བཞུགས་པ་དེ་ཉིད་ཀྱི་ཡ་གྱུར་དུ་གྱུར་པ། ཧཱུྃ། ད་དེ་སོགས་ལ། ད་ལུགས་ཀྱི་དྭངས་བཅུད་ལྷ་དང་དཔལ་འདུ་བའི་ནོར་ཞེས་པ་དེ་ནི་སྐབས་འདིར་གང་བཤགས་པར་བྱ་བའི་ཆོས་རེད། ཨོ་དེ་རེད། ཨོ་སྐབས་འདིར་གང་བཤགས་པར་བྱ་བའི་ཆོས་རེད། དེ་རེད། ད་ཉི་མ་རྟག་པར་དེ་ཆོས་ཁྲིད་ཀྱི་དབུ་འཛུགས་འདི་གི་མཚམས་སྦྱོར་ཡིན་འདི་གི། ད་གངས་ལྗོངས་འཇམ་དབྱངས་རྣམ་གསུམ་དེ། ད་འཇམ་མགོན་ས་སྐྱ་བྷ་འདྲེ་ད་རྗེ་བདག་ཉིད་ཆེན་པོ། ཀུན་གྱི་ཀློང་ཆེན་རབ་འབྱམས་གསུམ་གསུང་གི་བར་ལ། ལ་སོགས་པ་གསུང་ངོ་འདི་གི་སློབ་མ་སུ་གཅིག་གིས་ཉན་ན་ཡང་ཨོ་ད་ཁོང་གིས་པོ་གངས་རིའི་ལྗོངས་ཀྱི་ལྷ་བཙུན་རང་བཞིན་གྱི་གཏམ་རྒྱུད་དེ་ཚོ་གསུང་ངོ་འདི་གི་གྲུབ་མཐའ་རིས་མེད་ཀྱི་ཐོག་ནས་གསུང་གི་ཡོད། ཡིན་ན་ཡང་ཁོང་གིས་མར་ཆུ་བཤད་ཡོང་འདི་གི་ཁོང་གིས་སྔ་འགྱུར་ཉམས་མེད་རང་ལུགས་གསུང་གི་ཡོད་ན་རང་ལུགས་གཞི་བཞག་བྱས་ནས་གཞན་ལུགས་བཀག་རང་ལུགས་གཞི་བཞག་རྩོད་པ་སྤང་བའི་སྒོ་ནས་འདི་ནི་ཁོང་གི་ཡང་ཚིག་ཐག་ཧ་ཅང་ཆོད་པོ་འགོད་དགོས་ནི་ནི་འཇམ་མགོན་མི་ཧོང་གི་རང་ལུགས་མཛད་མཁན་འོ་ཁོང་ཡིག་ཆ་དེ་འདྲ་ཞིག་ཡིན་ན་ཡང་ཁོང་གི་དག་སྣང་དེ་དེ་འདི་ལྟ་བུའི་སྒོ་ནས་ཕྱོགས་མེད་དུ་བཅངས་ནས་གཏམ་པ་ཡོངས་རྫོགས་ད་ལྟའི་འགར་མེད་དུ་གཏོགས་པ་དང་གསུང་རབ་མ་ལུས་གདམས་ངག་སྲིད་བྱ་རུའི་སྒོ་ནས་འོ་ནི་གཞི་དེ་འདྲ་ཅིག་བཞེངས་གི་ཡོད་རེད་ལ་དེའི་ཡང་གཅིག་རྒྱ་གར་འཕགས་བོད་ཡུལ་དུ་ད་རྒྱ་འབྲུག་ལ་སོགས་པ་སོང་ནས་པར་ནཱ་ལེན་ཏྲི་མཁས་པ་ད་དེང་སང་གི་ཡོངས་གྲགས་གསུང་སྟངས་ཡིན་ན་ད་ནཱ་ལེན་ཏྲི་པཎ་ཆེན་བཅུ་བདུན་ལ་སོགས་པ་དེ་དག་ག་སོང་སྟེ་གཞིར་བཞག་བྱས་ནས་འདི་ནི་གསང་ཁམས་དེ་འདྲ་ཞིག་རེད། དེ་འདྲ་ཡིན་དུས་ཁོང་གི་གསུང་གི་སྒྲོམ་འདི་ཡང་ཧ་ཅང་རྒྱ་ཆེན་པོ་དང། ཡང་ཅིག་སྐྱབས་བྲལ་བ་གྲུབ་ཐོབ་རྡོག་རྩ་འདྲེས་ཟེར་བ་འདི་ང་ཚོ་ལ་ཅིག་དེ་གཞུང་ཆེན་པོ་དང་ནི་དེ་འདྲིའི་གི་ཅིག་ཡང་ཚ་ཉེ་དང་ནི་ཅིག་དེ་འདྲིའི་གི་ཅིག་དཔེ་ཅིག་རྒྱབ་ལྗོངས་དེ་ཚོ་ཅིག་སྣང་མེད་དང་མཐོང་ཆུང་བྱེད་མཁན་དེ་འདྲིའི་ཡང་ཡོད་རེད་བ་དེ་མ་རེད། ཨ་ཁོང་ལྟ་བུ་ཡིན་ན་གཞུང་དང་བདག་མེད་གསུང་དུ་འཇུག་པའི་སྒོ་ནས་ཉམས་ལེན་བྱེད་མཁན་དེ་འདྲི་རེད། ལོ་དེ་ཤོས་ཡིན་རེད་བ།

སྤྱིར་བཏང་ཡིན་ན་འཕགས་པ་ལ་ཡ་རབས་དང་སོ་སོའི་སྐྱེ་བོ་མ་རབས་ཟེར་བ་རེད། དེའི་རྒྱུ་མཚན་གང་རེད་ཟེར་ན། སོ་སོའི་སྐྱེ་བོ་འདི་ཚོས་ཤ་བ་ཡག་པོ་ཅིག་ཅིའང་མི་ཆུང་བ་རེད། དེ་ཡང་ཡ་རབས་ཀྱི་ལམ་ནི་ཚེ་འདིར་ཡང་བདེ་ལ་ཚེ་ཕྱི་མར་ཡང་བདེ་ན་ཡང་གལ་ཏེ་མ་རབས་ཀྱི་ལམ་དུ་ཕྱིན་ཚར་ན་ཚེ་འདི་ལ་ཡང་མི་བདེ་ལ་ཚེ་ཕྱི་མ་ལ་ཡང་ནག་སོང་མ་གཏོགས་འགྲོ་ས་མེད་ཁྱེད་ཀྱི་དོན་རེད། འདི་དག་གི་ཚིག་ལ། ཚིག་གི་ཐོག་ནས་འདི་དག་ལ་མི་ཤེས་ཀྱི་ཅང་མེད་ན་ཡང། ཕྱིན་ཆད་འདི་དག་ཤེས་ལ་འཛིན་དགོས་པ་དེ་ཧ་ཅང་གལ་ཆེ་བ། ཨ་ཙི་བ་ཞིག་རེད། འདི་ཟས་ལྟ་གིར་ཨ་ཙི་བ་ཞིག་རེད། དེ་རེད། དེ་ཡང་ཁ་ལིའི་མི་དགེ་བཅས་དང། མར་ང་སོང་ལ་འགྲོ་སྐྱེ་དེ་ཚོ་ཚང་མ་རང་གིས་བསྒྲུབས་ཡོང་བ་རེད་མ་གཏོགས་གཞན་ཞིག་ལོགས་སུ་བསྒྲུབས་ཡོང་མཁན་སུ་ཡང་མེད་པ་རེད། གནའ་མི་ཚོའི་གཏམ་དཔེར། དཔའ་བོ་ཚོ་ལྕགས་འཛིན་འཕྲོ་ན་ཡོད། འབྱོར་ལྡན་ཚོ་བླུན་པོའི་ནང་ལ་ཡོད། ཡ་རབས་ནི་འཇིག་རྟེན་འདི་ན་དཀོན་ཞེས་གསེར་འཕྲོར་ཡོད་པ་བཞིན། པ་བློ་ཁོག་ཅན་དེ་འདྲ་ནི་གཅན་ཟན་གྱི་ཁྲོད་ན་ཡོད་ཆོག་པ་རེད་ལ། འབྱོར་བ་དང་ལྡན་པ་ནི་བློན་པོའི་ནང་ལའང་ཡོད་ཆོག། བྱ་བ་ཡ་རབས་སྒྲུབ་མཁན་གྱི་མི་ཟེར་བ་དེ་ཧ་ཅང་དཀོན་མོ་རེད། དེས་ན། དེ་ནི་ཡ་རབས་ཆེན་པོ་དེ་གང་རེད། ཡ་རབས་ཆུང་ཞེས་པ་དེ་གང་རེད་ཟེར་ན། ང་ལྟ་འདི་རྩ་བ་དང་བར་གསུམ་རེད། སྤྱིར་བཏང་འཕགས་པ་མ་ཡིན་པའི་སོ་སོའི་སྐྱེ་བོ་དག་གི་ནང་ན་ཡང་ལ་ལ་ཤ་བཞག་ཡག་པོ་འཁྱོངས་མཁན་དེ་འདྲ་ཡང་མང་པོ་ཡོད་ཆོག་པར་མ་ཟད། འཇིག་རྟེན་པའི་ཤ་བཞག་དག་གི་ནང་ན་ཡང་ཐ་མར་སྐྱེ་མིན་འཕྱོང་རྒྱུ་དང་མི་འཕྱོང་རྒྱུའི་རྣམ་གྲངས་སྐད་ཀྱི་རིམ་པ་བཞིན་དུ་ཡོད་པ་རེད། དེ་བཞིན་དུ་འཕགས་པོ་ལམ་ཡ་རབས་ཆེན་པོ་ཡིན་ན་ཡང་ཡ་རབས་ཆེན་པོ་འཕགས་པའི་ལམ་ཐོབ་དགོས་ཤིང། མི་ཆོས་ཤིག་མེད་ན་དེ་ལ་ཡ་རབས་ཆེན་པོའི་ལམ་ཞིག་ཐོབ་ཀྱི་མེད་པ་དང། དེ་མེད་ན་དམ་པའི་ཆོས་ཤིག་འགྲུབ་རྒྱུ་དེ་བས་ཀྱང་གཏན་ནས་མེད་ཅེས་གཞུང་འདིར་ཚིག་ཐག་བཅད་ནས་བཞག་ཡོད་པ་འདི་རེད། ཤིང་ལྡོང་པོ་ཞིག་ལ་མཚོན་ན། རྩ་བ་གཏན་ནས་ས་ལ་གཏིང་མེད་པར་ལྡོང་པོ་དང་ཡལ་ག་རྐྱང་པ་བར་སྣང་ན་སྐྱིད་པ་ཞིག་ཡོད་ཨེ་སྲིད། དཔེ་དེ་ནང་བཞིན་རེད།

ང་བླ་མ་ཞིག་རེད་སོང་ན་སེམས་མཁན་དང། ག་སྟེ་དཔལ་ལྡན་ཞིག་ཡིན་ན་ང་མཁས་པ་ཞིག་རེད་སོང་ན་ལ་སོགས་པ་བསམ་ནས་འདུག་མཁན་རྐྱང་རྐྱང་ཡིན་ན་ཡང། སྐྱེ་བོ་གསོ་བོ་ཐེག་པ་ལས་ལས་ཀྱི་འཕེན་པ་རྒྱང་རིང་པོའི་སྐྱིད་སྡུག་སྣ་ཚོགས་བདག་འདོད་དང་འབྱོར་ཡང་དྲེགས་པར་མི་བྱ་ཞིང་རྒུད་ཀྱང་ཞིམ་པར་མི་བྱའོ་ཞེས་གསུང་བ་བཞིན། འདི་བླ་མ་སངས་ལུང་རང་དྲང་རྒྱུ་རེད། ང་ཚོ་ངའི་སྒྲིག་པའི་སྐབས་སུ་འདི་ཡར་གྱི་ལུང་དྲན་ཆེད་དུ་སྨན་རྒྱག་རྒྱུའི་ལུང་དྲན་གཅིག་ཀྱང་མེད་རེད། ལུང་འདྲེན་ཚང་མ་བླ་མའི་གསུང་སྦྱོར་རམ། དེ་ཡང། མི་སུ་ཡིན་ཡང། སྔོན་གྱི་ལས་དབང་གི་སྟོབས་ཀྱིས་ཁོ་རང་གི་བསམ་པ་དེ་དག་ལ་མི་འདོད་ཐོག་ཏུ་འབབ་པ། འདོད་པ་ཐོག་ཏུ་མི་ཁེལ་བ་སོགས་ཀྱི་དབང་གིས་འདོད་ཐོག་ལ་རྟ་རྒྱུག་པ་ཟེར་བ་དེ་ཡོང་དཀའ་བ་ཞིག་རེད། གལ་ཏེ་སྟབས་ལེགས་ནས་ཤ་བཞག་ཡག་པོ་རེ་འགྲུབ་སོང་ན་དེ་ལ་དཔལ་གྱི་ནོར་བུ་ཉིད་ཟེར་ན་ཆོག་པ་རེད། དེ་ཡང་དཔལ་གྱི་ནོར་བུ་ཉིད་བགྱིས་པ་ཡང་དང་པོ་མངོན་རྟོགས་ལྷ་མིའི་གོ་འཕང་ཐོབ། དེ་ནས་ཐར་པ་ཐོབ། དེ་ནས་ཐར་པ་ཆེན་པོ་སངས་རྒྱས་ཀྱི་གོ་འཕང་ཐོབ་པ་སོགས་ཡར་ཡར་ཇེ་མཚར་ཇེ་མཚར་དུ་འགྲོ་བ་དེ་རེད། ཨ་མ་རིན་ཆེན་འཕྲང་བའི་ནང་དུ་ཡང་འདི་དང་མཚུངས་མཐུན་པ་ཞིག་གསུངས། དེ་རེད། དེ་ནི་མ་གར་སོང་ཡང་སྙན་གྲགས་འདིས་པའི་མི་ཟིན། ལ་སོགས་པ་རེད། ད་འདི། དེ་ཡང་བྱ་བཀོལ་སྐབས་རྒྱ་བྱ་ཚག་ལ་དྲངས་དུས་བྱ་ཚག་ཤལ་སྙིག་ཤོར་དུ་ལུས་ཤིང་ཇིའི་དྭངས་མ་ཚང་མ་ཟགས་འགྲོ་བ་བཞིན་དུ་སྙན་གྲགས་ལ་དགའ་བཞིན་དུ་སྙམ་པའི་ཡིད་དབང་མ་དེ་ཕར་བཀྲུ་འགྲོ་བ་རེད། དེའི་རྒྱུ་མཚན་ནི་སྔོན་གྱི་ལས་དབང་དང་རང་གི་བྱ་བ་མི་འཆུང་བ་གཉིས་ཆར་དང་འབྲེལ་བ་ཡོད། དེ་ཡང། ཤོ་འཕེན་གྱི་འདྲ་འདྲ། རྒྱ་འཁྱེར་རྒྱག་རྒྱུ་འདྲ་འདྲ་དང་རྒྱ་འཁྱེར་ཟེར་བ་འདི་བླ་མའི་རྣམ་འགྱུར་གྲྭ་པ་ཞིག་ཡིན་ན་ཀྱང་རྒྱ་སྒྲོག་ཉུག་ནས་འགྲོ་མཁན་དེ་ལ་བཀའ་བཀྱོན་གནང་གི་རེད། སྐུ་གཤེགས་རྒྱུ་འདྲ་འདྲ། ཅུང་ཟད་ཡར་མར་སོང་ན་ཡང་གྲོང་ཁྱིམ་ཞིག་འདུག་གི་དེ་ཚོ་ལ་ཀློག་པ་གྲྭ་ཟེར་བ་རེད། དེ་ཚོ་ང་ཚོས་ཐག་པ་དང་ཐག་པས་བཏགས་པའམ་གཅིག་འཇོག་ཟེར་ན་ནི་མི་ཡོང། སྒར་འདིར་ཡང་བན་ཁྱར་དེ་འདྲ་ཁ་ཤས་རེད་འདུག་དེ་ཚོ་ཡང་ཡོད་མ་ཡོད་ཅི་ཡང་མེད། ལ་ལས་འདི་ཤེད་ཅིག་ན་གྲྭ་པ་ཆེ་གེ་མོ་དེ་ཕྱིར་སྒར་ལ་ཐོན་འདུག་པ་ཁོ་གཏན་ནས་བུད་སོང་བ་རེད་མི་འདུག་ཟེར་ནས་དགའ་སྣང་བྱེད་མཁན་འདུག་སྟེ། ཁོ་རང་ཚོ་མིའི་མིག་བཟོ་སྤྱད་ཅིག་དང་ཚེ་འདི་ཤུལ་གཉིས་ཀ་ཕམ་སྤྱད་ཅིག་མིན་ན། ང་ལ་ནི་དེ་ཚོ་འཁྱམ་མ་འཁྱམ་ཁྱབ་པར་དཀའ་ངེས།

དངུལ་མ་རབས་དེ་ཚོ་སྒོ་ངོ་ཚ་རྒྱུ་མེད་པར་མ་ཟད་ལ་གཡོག་དང་མནའ་ལ་མི་འཛེམ་པས་རྫུན་དང་གཡོ་སྒྱུའི་སྒོ་ནས་གཞན་གྱི་ས་ནས་རང་ལ་ཁེ་ཕན་ཐོབ་ཐབས་བྱེད་པ་རེད། རྫུན་དང་གཡོ་སྒྱུའི་རིན་དོད་ཀྱི་མྱུ་གུ་ཟིལ་ནོར་ཅུང་ཟད་རེ་ཐོག་མའི་ཆར་ཟ་རྒྱུ་རག་པ་དང་དེ་ཡང་མི་གཞན་པ་མགོར་གཡོག་མགོ་སྒུར་བྱེད་པ་ལ་ལ་གཡོག་ཟེར་ཞིང་དེ་འདྲ་དེའི་ཁྲེལ་དང་མི་དགའ་སོགས་ལ་མི་བརྩི་བར་དཀའ་སྤྱད་ཅིག་ནས

སྤྱིར་བཏང་མི་སུ་འདྲ་ཞིག་ཡིན་ཡང་རང་ཉིད་ཕྱུག་པོ་ཆགས་ན་བསམ་པ་དང། གུས་བཀོན་པ་ཡག་པོ་ཞིག་ཡོད་ན་བསམ་པ། སྙན་གྲགས་ཆེ་ན་བསམ་པ་སོགས་ལུས་ཡོད་ལུས་ཡོད་པ་རེད་དེ། གཞི་རྩ་འཕྱུག་པའི་གང་ཟག་ལ་དེ་ཚང་མ་ཡོང་ཐབས་མེད་པ་རེད། དེ་ཡང་བཤང་ས་རྣམ་པ་རྡོ་དང་བཀྲག་རྐྱང་པ་ཡིན་ས་ཞིག་ལ་ས་བོན་ཞིག་བཏབ་ན་ཡང་དེ་ལ་མྱུ་གུ་ཡག་པོ་ཞིག་སྐྱེ་མི་སྲིད་པ་དཔེ་དེ་ནང་བཞིན་རེད། མི་ངན་དེ་འདྲའི་རིགས་དེས་ཁོ་རང་ཚོ་རྐང་རྩ་ངན་ནས་མི་དགེ་བ་སྒྲུབ་བསྡད་ཡོད་པ་གཏན་ནས་མི་གོ་བར་ད་དུང་མི་གཞན་ཞིག་གིས་ཁོ་རང་ཚོ་ལ་མནར་འདུག་སྙམ་གྱིན་ཡོད་པ་རེད། བསྒོམ་པ་དེ་ཚོས་ཀྱང་ཁོང་གི་བླ་མ་ལ་གཞན་གྱིས་མནར་བཞིན་འདུག་གཞན་གྱིས་འདྲ་མི་འདྲ་བྱེད་བཞིན་འདུག་ཟེར་བ་དེ་འདྲ་རྐྱང་རྐྱང་བཤད་ནས་བསྡད་ཡོད་ན་ཡང། དོན་དངོས་ཐོག་ཁོ་རང་ཚོའི་བླ་མའི་བྱ་བ་མི་འཁྱོངས་པས་ཡིན་པ་ནི་མི་གོ་བ་རེད། ཁ་རྩང་དེ་རང་ཚང་མ་དེ་འདྲ་རྐྱང་རྐྱང་རེད། ད་ཁོང་གིས་དེ་འདྲ་གསུངས་སོང། འདི་གཉིས་མར་གང་ཟག་བྱེ་བྲག་པ་དང་བསྒོམ་པ་དང་རིམ་གྲས་ཀྱི་མིང་ཐོག་ནས་དེ་གི། ཨོ་དེ་འདྲ་རེད། ད་ལྟའི་ཁྱོད་རང་ཉིད་མི་ཡང་བཟང། བློ་གྲོས་ཀྱང་ལྡན། ཁྱི་ཕག་ཡང་ཡིན། བསོད་ནམས་ཀྱང་ཡོད་པ་དེ་འདྲ་ཞིག་ཡིན་གཤིས། ཁ་ལིའི་དགེ་བ་དང་ཚེ་འདི་ཤི་གཉིས་ཆར་ལ་ཡག་པོ་ཞིག་ཡོང་བ་དངོས་པོ་ཆོས་ཉིད་དེ། མི་ཡི་ཚ་བ་དང་ཆུའི་གཤེར་བ་ལྟ་བུ་རེད། ཡོན་ཏན་དང་ལྡན་ན་ཚང་མས་ཁྱོད་ལ་ཨ་ཙི་ཡག་ཡག་བཤད་པ་དང་ལྷ་དང་མི་ཚང་མ་འཁོར་ཡོང་བ་རེད། ད་ལྟའི་ཁྱོད་ལ་ཡོན་ཏན་ཡག་པོ་ཞིག་ཡོད་ན་རྔ་གདོང་ནས་སྔགས་ཡག་སྟེ་མི་སྒུག། གསང་བརྟོལ་ནས་དམིགས་པ་དམིགས་པ་འགག་མི་དགོས་པར་བྱ་བ་ཚང་མ་རང་ཤུགས་ཀྱིས་ལམ་འགྲོ་ཡོང་བ་ཞིག་ཡོང་བ་ལམ་འགྲོ་ཞིག་ཡོང་ལམ་ལ་འགྲོ་བ་ཞིག་ཡོང་བ་ལ་ཐེ་ཚོམ་མི་དགོས་པ་རེད། ལྷ་ཆོས་འདི་ཡག་པོ་ཞིག་བསྒྲུབ་ན་བར་སྐལ་ཞིག་ནས་དཀར་ཕྱོགས་སྐྱོང་བའི་ལྷ་དང་སྲུང་མ་ཚང་མ་བྲན་དུ་འཁོར་ཡོང་བ་ཞིག་ཡིན་པའི་ཚུལ་འདི་དཔའ་གྲོལ་སེང་གེས་ཀྱང་གསུངས་འདུག།

དེ་ཡང་དེང་སང་གི་ཆོས་པ་རྣམས་ཀྱི་ཆོས་སྒྲུབ་སྟངས་འདི་འདྲ་ཞིག་མ་རེད། གནའ་སྔོན་ཐེངས་ཤིག་མདོ་བསྟན་པ་རྒྱལ་རོང་འབྱུང་གནས་ཀྱི་འདུལ་འདི་སྐབས་ཆིག་གསུམ་དང་ཁམས་ལུང་པའི་སློབ་མ་ཡིན་པའི་བཙུན་པ་ཞིག་འཇར་དུ་བྱུང་བ་རེད། དེ་ལ་མགྲོན་བཏོན་པས། ངའི་སློབ་མ་པུ་ཏོ་བས་ཅི་བཤད་ཀྱིན་འདུག། ཕུ་ཆུང་བས་ཅི་བཤད་བཞིན་འདུག་དགོན་པ་བས་ཅི་བཤད་ཀྱིན་འདུག་ཅེས་རེ་རེ་ནས་བཀའ་འདྲི་གནང་བར་མ་ཟད། ཐོག་མར་ཕུ་ཆུང་བས་ཅི་མཛད་བཞིན་གདའ་གསུང་བར།

ཆུ་ཕྱིར་དང་བྲག་ཕུག་སྐམ་པོ་མི་སེའང་མེད་པའི་བྲག་ཁ་དེ་འདྲ་རེ་ལ་སོང་ནས་ཉིན་མཚན་ཚང་མར་ཤུན་པ་རང་བཟའ་བཞིན་འདུག་ལ་ཞེས་ཞུས་པར། དེར་འབྲོམ་སྟོན་པ་གང་གིས་ཨོ་ཧོ་ཧོ། ཆུ་ཟེར་བ་དེ་དེ་འདྲ་ཞིག་ལ་ཟེར་གྱིན་ཡོད་པ་རེད་གསུངས་ནས་དེ་མ་ཐག་དབུ་ཞྭ་ཕུད་པར་ལོག་གིན་ཡོད་པ་རེད། གཞན་པ་ཚོས་ཆུ་སྒྲུབ་སྟངས་དེ་ཚོ་གང་ལྟར་ཆུ་བརྒྱུད་ཀྱི་ནང་ལ་ཅུང་ཟད་འཁྱོར་འགྱུར་བཞིན་འགྲོ་བཞིན་ཡོད་པ་རེད། དེས་ན་ཆུ་བརྒྱུད་སྟངས་གཏན་ནས་མ་འགྲིག་པ་ཟེར་བ་དེ་དཀའ་མོ་རེད།

དེ་ཡང་གུང་ཐང་གི་མི་ལ་རིགས་པས་ཀྱང་སློབ་གྲགས་ཀྱི་མར་པ་ལོ་ཙཱ་ལ་སྒོ་ལུས་ངག་ཡིད་གསུམ་འཕུར་ཏེ། བློ་རྩེ་ལྟ་ས་གཅིག་ཤེས་པའི་མཐར་ཁོང་གཉིས་ཚེ་གཅིག་ལུས་གཅིག་ལ་སངས་ཀྱིས་སོང་བ་རེད། དོན་ལ་མར་པས་ཀྱང་སྔོན་ལ་སྔོན་མ་མི་ལའི་ཕར་ལུས་ངག་ཡིད་གསུམ་འཕུར་བ་དེ་ལས་ཆེས་ཆེ་བའི་དྲིན་བཟོ་ཞིག་བྱས་པ་རེད། མདོར་ན་དྲིན་གཟོ་འདི་ཡོན་ཏན་ཤིན་ཏུ་གལ་ཆེན་ཞིག་ཡིན་པས་ཡོན་ཏན་འདི་ཡོད་པ་ཡིན་ན་ཡོན་ཏན་གཞན་ལྕི་མོ་ཡང་རིམ་གྱིས་ཡོ་ཡོང་བ་ཞིག་ཡོང་གི་རེད། ད་དེ་རེད། ཨ་ཡ། དེ་ནས་ད་ང་སོ། གཞན་ཕན་གྱི་ནུས་སྟོབས་ཟེར་བ་ཞིག་སྟེ། གཞན་ལ་ཕན་པ་ཟེར་བ་འདི་བྱང་ཆུབ་སེམས་དཔའི་ལམ་རེད། དྲང་བདེན་ཞིག་ཡིན་ན་དགོས་ངེས་ངོ་མ་དེའང་འདི་ཁོ་ན་ཡིན། འདི་ནི་ཡ་རབས་ཀྱི་སྤྱོད་པ་ལའང་མེད་དུ་མི་རུང་བ་ཞིག་རེད། མི་སུ་ཡིན་ཡང་ཅུང་གཟི་རིས་ཡིན་ན་ཡང་གཞན་ལ་ཕན་གང་ཐོག་བྱེད་པ་ལས་རང་འདོད་ཁོ་ན་བྱེད་མི་འདོད་མཁན་ཞིག་ཡང་དག་གོ། དེ་ཡང་གཞན་ལ་ཕན་ཆེད་ཁོ་ན་ཙམ་མ་ཡིན་པར་མཐར་གཏུགས་ན་དེ་ནི་རང་ལ་ཕན་པའི་ཐབས་ལམ་ཡག་ཤོས་ཀྱང་རེད། འདི་ལ་དགོངས་ནས་རྒྱལ་སྲིད་ཆེན་པོ་ཞེས་བ་ལས་སྤྱོད་འཇུག་ཏུ། གལ་ཏེ་ཁྱོད་ཀྱིས་སྔ་དུས་སུ་ལས་འདི་ཤེས་པར་གྱུར་ན། སངས་རྒྱས་ཕུན་སུམ་བདེ་མིན་པ་གནས་སྐབས་འདི་འདྲར་འགྱུར་མི་སྲིད་ཅེས་གསུངས་པ་རེད། དེའི་དོན་ནི་གལ་ཏེ་གནའ་སྔར་ཞིག་ནས་ཁྱོད་ཀྱིས་རང་དོན་ཉུང་ཙམ་བྱས་ནས་གཞན་དོན་གཅིག་བསྒྲུབས་ཡོད་པ་ཡིན་ན། ད་ལྟ་ཁྱོད་སངས་རྒྱས་ཟིན་པ་རེད། ཡིན་ན་ཡང་དེ་མ་བྱུང་བའི་དབང་གིས་ད་དུང་ཡང་སོ་སོའི་སྐྱེ་བོའི་སྣང་བའི་ནང་དུ་ལྷག་ནས་བསྡད་ཡོད་པ་དང། གཞན་དོན་ཕར་ཞོག་རང་དོན་ཙམ་ཡང་མ་འགྲུབ་པར་ལུས་ཡོད་པ་འདི་རེད་ཅེས་པའི་དོན་རེད། དེའི་འགབ་དེ་ག་རང་དུ་ཡོད། འགབ་ཟེར་བ་དེ་ཨོག་ལ་ཟེར་ཡོད་རེད་དེ། འབྲོག་པ་འགའ་གི་ནང་ན་གོང་འགབ་ཟེར་བ་དོང་གི་ཡི་གེའི་ནང་དུ་བཏོན་ཡོད་རེད། སྤྱིར་ལྟར་ངེས་པར་གཞན་དག་གི་དོན་ལ་རབ་ཏུ་འཇུག་ཅེས་དང། འཕགས་པའི་བཀའ་ནི་མི་སླུ་བས་སྐྱེས་བུའི་ཡོན་ཏན་ཤེས་འབྱུང་འགྱུར་ཞེས་གསུངས་ཡོད། དེའི་སྟོང་ཡང་གཞན་ལ་ཕམ་པའི་ལི་ཀ་ཁོ་ན་ཅི་ད་པ་ཡིན་ན་ཐ་ཀར་ཁྱོད་ལ་འདི་རེད་ཟེར་བ་ཞིག་དེ་མ་ཐག་ཏུ་ལྟ་འདི་ཡོད་མེད་ལ་མ་གཏུགས་པར་རྫོགས་པ་སངས་ཀྱིས་ཁྱོད་འདི་འདི་ཀྱི་སྐབས་མི་ལ་བ་ཡིན་པས་ནམ་ཞིག་གཞན་ལ་ཕན་བཏགས་པའི་གྲུབ་འབྲས་མངོན་དུ་འགྱུར་ངེས་རེད་ཅེས་གསུངས་བ་དང། དེ་བཞིན་དུ། འཇིག་རྟེན་བདུད་མོར་སྤྱིར་བསྙད་པ་དེ་ཀུན་བདག་བདེ་མདོ་ལས་བྱུང། འཇིག་རྟེན་བདེ་བར་སྤྱིར་བསྙད་པ་དེ་ཀུན་གཞན་བདེ་མདོ་ལས་བྱུང་གསུངས་དོན་ཡང་དེ་དང་གཅིག་པ་རེད། འདི་ཡང་རྒྱལ་སྲས་ཆེན་པོ་ཞི་བ་ལྷས་གསུངས་རེད། ད་དེ་འདྲ་གསུངས་གི་འདུག་བ། དཔོན་པོ་གཅིག་ལ་མཚོན་ན་ཁོ་རང་དབང་ཆེ་བའི་རྒྱུ་མཚན་གྱིས་རང་གི་མངའ་ཞབས་ཀྱི་སྡེ་པ་དེ་ཚོ་བསུས་ནས་ཚ་ལུས་དགར་བ་ཁྲག་དགར་བ་ཡིན་ན་དེ་མིན་ཁོ་ལ་ཡག་པོ་ཅིག་ཡོང་མི་སྲིད། བླ་མ་ཞིག་ཡིན་ན་ཡང་དེ་འདྲ་རེད། མི་ངན་པ་དེ་ཚོ་ཁོ་རང་ལ་དབང་ཆ་ཞིག་ཡོད་པའི་རང་ལ། གནའ་མིའི་གཏམ་དཔེ་ལ་ངན་པ་གཡའ་ས་ལ་ཐོན་ན་ཁྱི་ལ་ཉི་མ་བདེ་རུ་མི་བཅུག་ཟེར་བ་དཔེ་ལྟར། དཔོན་ས་དང་བླ་མ་གླ་ས་ལྟ་བུ་ཞིག་ལ་ཐོན་དུས་ཚ་ལུས་དགར་བའི་ལས་ཀ་བྱེད་ཡོང་བ་རེད།

ངས་ཀྱང་ཧོར་ཤུར་གྱི་དཔོན་ཉི་མ་རྒྱལ་མཚན་ལ་ཁ་བརྡ་ཅུང་ཟད་རེ་ཞུས་བལྟ་བ་ཡིན། ངས་ཁོ་ལ། ན་ངེད་ཚོའི་དཔོན་པོ་དེས་ཀྱང་ཁྱིམ་ཚང་ཞིག་བཟའ་འཐོར་གཤོང་ཐུབ་ཀྱི་ཁྱིམ་ཚང་བགོ་སྟངས་དང་འབྲེལ་བའི་སྐྱོ་གཅིག་བཤད་དགོས་ན་ཡང་ཐོག་མར་སྐྱོ་དོན་དང་ལེན་བྱེད་པའི་ཆ་རྐྱེན་འདི་བཟོ་བ་ལ་བགོ་བདན་བྱས་པ་འབྲི་མོ་གཉིས་དགོས་པ་ལྟ་བུ་དེ་འདྲ་ཡོད་ཁྲོམ། དེ་འདྲ་དེས་ཚེ་སྨད་ལ་ཁ་ལས་ཀྱང་མི་བརྒལ་བ་རེད། མ་ཟད་ཁ་རྩང་དེ་རང་ནི་དམྱལ་བ་ན་ཡོད་རེད་སེམས་ཕན་ཡང་འདུག། དེ་ཚུལ་བྲིས་ཏེ་དེ་འདྲ་ཞིག་རེད། ཁྱོད་རང་ལ་མཚོན་ན་ད་ལྟ་ནས་མདངས་ཅུང་ཟད་རེ་རྒྱོབ་ཟེར་མྱོང། དུས་ངན་གྱི་དབང་གིས་དཀའ་རྒྱུ་རེད་དེ། དོན་དངོས་ཐོག་ཡོན་ཏན་གང་ཡིན་ཡང་ཡིན་པ་ནི་གཞན་ལ་ཕན་པ་ཞིག་པ་ལས་འབྱུང་བ་ཁོ་ན་ཞིག་རེད། ཨུམ། ད་དེ་རེད་ད། ད་ཡང་སྐྱོན་ཅུང་གུ་མང་པོ་དྲངས་འདུག།

ཚེར་རྡོར་ཉིན་འགའ་རེ་བྱེད་འདུག་ང་ཚོས་ཅིག་ལྟ་དགོས། དཔོན་པོ་འགའ་རེས་ཅུང་ཟད་ཡག་པོ་ལུས་ཡོད་མ་གཏོགས་ཡང་ན་སྔར་གྱི་དཔོན་པོ་དེ་ཚོ་ཡང་དཔེར་ན་ཨ་བུ་མགོན་པོ་ཟེར་བ་འདྲ་འདྲ། ཨ་བུ་དཔའ་རྡོར་ཟེར་བ་འདྲ་འདྲ་དེ་ཚོའི་གྲས་ཀྱིས་ཐོག་མར་རང་ལ་དབང་ཆ་རེ་ཡོད་དུས་རང་དོན་རྐྱང་རྐྱང་བསྒྲུབས་པའི་བར་སྐབས་ཤིག་ནས་ཕོ་རྐྱང་ལ་བུད་དེ་གང་ཡང་མེད་པ་ཞིག་ཏུ་གྱུར་པ་རེད། དེ་ཚང་མ་ཟ་རྒྱུ་ལ་དགའ་ཆེ་ནས་རང་དོན་རྐྱང་པ་གཉིས་ལྡབ་འགྲིག་པོ་རེད། རང་དོན་རྐྱང་རྐྱང་སྒྲུབ་འདུག་མཁན་དེ་དང་པོ་ཇི་ཙམ་མཐོན་པོ་རེད་ན་ཡང་མཐར་རགས་གཟར་གྱི་འབའ་ཕྱི་ལྟར་ཇེ་དམའ་ནས་ཇེ་དམའ་ཆགས་ངེས་རེད། ཉག་སྐད་དང་སྒིར་རྩེ་ཚེར་རྡོར་སོགས་ཀྱིས་ཀྱང་དང་པོ་བསྐང་ཐབས་ཅི་ཐུབ་ཀྱིས་ཚོགས་པ་མང་པོ་བསླངས་ནས་ཡང། དབུས་དམག་ཉེ་འགྲམ་དུ་ཐོན་ཡོང་སྟེ་མཐའ་མ་དེར་དངུལ་གྱིས་བསུས་པའི་བྱ་གླག་དེ་ཚོ་ཡང་ཁྲོག་སྒྲ་དང་བཅས་ཉག་ཆུའི་ནང་དུ་འཕེན་འདུག་ཕན་འདོགས་དགོས་པ་ཞིག་བྱུང་བ་རེད་ཟེར། དེ་ཚོ་འགྲམ་ན་ཡོང་མཁན་ཚོ་དངོས་སུ་མིག་གིས་མཐོང་བ་ཞིག་རེད། ད་ནི་ཉག་སྐད་ཀྱི་མཁར་ཤུལ་རེད་ཟེར་བ་ཙམ་རེད་མ་གཏོགས་གང་ཡང་བརླག་མེད་པ་འདི་རེད། དེའི་ཕྱིར། རང་དོན་ཆེ་ཕྱིར་གཉེར་བ་དེ་དང་པོ་པོ་འདི་གྱུར་ན་ཡང། དེ་བས་ཀྱི་སྐྱེས་བུའི་སྐྱེལ་མ་དག་འདི་འགྱུར་ཉིན་རི་གཟར་འབོར་བའི་བབ་ཆེ་བཞིན། ད་འདི་རྩ་བ་རེད་ལུགས་ཀྱི་གཏམ་རེད། རྩ་བ་རེ་རེ་དང་སྦྲེལ་ནས་བླ་མེད་ཀྱི་དཔེ་མཚོན་གྱི་ཐོག་ནས་དེ་འདྲའི་གསུང་ཆོས་རྐྱང་རྐྱང་རེ་དང། དེ་ཡང་སྐྱེ་བོ་བློ་འཁྱིལ་པ། འཁྱིལ་པ། བློ་ཤེས་རབ་དང་ལྡན་པ་ཞིག་ཡིན་ན། རང་དོན་ཁོ་ནར་སྒྲུབ་པ་འདི་ཡག་པོ་ཞིག་མིན་པ་དང། གཞན་དོན་སྒྲུབ་པའི་ཞོར་ལ་རང་དོན་འགྲུབ་འོང་བ་འདི་ཤེས་དགོས། དེའང་གཞན་དོན་གཉེར་ན་ཚེ་འདི་བཞིན་གཉིས་སྤྱིར་གྱི་རང་དོན་ཤུགས་ལ་འགྲུབ་པ་རེད། སྐར་མ་གླིང་པའི་ཞི་ཁྲོ་ཐུགས་སྒྲུབ་ཀྱི་ནང་གི་རྟོགས་པ་ཐམས་ཅད་ལག་པར་བསྡུས་ནས་ནི་ཤིན་ཏུ་བསམ་པ་བཟང་དང་ལྡན་པས་ནི་རྗེ་ངེས་ལོ་ལ་རྡོ་རྗེ་སེམས་སོགས་དུ་དུས་གསུམ་རྒྱལ་བ་རྣམས་ཀྱི་ཕྱི་མི་ལོ་ཞེས་སོགས་ཀྱི་སྐབས་ན་ཡང། ཚེས་ཕྱི་མ་གཙོ་བོར་ཞུ་དང་ཚེས་འདུན་ཞོར་ལ་འགྲུབ། གཞན་འདུན་གཙོ་བོར་ཞུ་དང་རང་འདུན་ཞོར་ལ་འགྲུབ་ཅེས་གསུངས་ཡོད་པ་རེད། ཡིན་ན་ཡང་ཧ་ཙང་དེ་རང་གི་མི་ཚོའི་རང་དོན་རྐྱང་རྐྱང་ཨེ་འགྲུབ་ད་བཞིན་དུ། ཡིག་ཁོག་པ་ཡིན་ནའང་འདྲ་གསེར་རྟ་པ་ཡིན་ནའང་འདྲ་སུ་དང་སུ་ཡིན་ཡང་རང་དོན་ཁོ་ན་རེད་ཨེ་འགྲུབ་དེ་ཡིན་བསྡད་འདུག་སྟེ། ཚེ་འདི་དང་ཕྱི་མ་གང་ལ་ཡང་རང་དོན་རྒྱ་ཆེན་པོ་གཅིག་ཨེ་འགྲུབ་བསམ་ན་གཙོ་བོ་གཞན་དོན་ཨེ་འགྲུབ་ད། རྒྱལ་སྲིད་བྱང་ཆུབ་ཆེན་པོའི་ལམ་པོ་ཆེ་ཟེར་བའང་དེ་རེད། ཚེ་འདི་བཞིན་ཉི་ཆར་ལ་འདི་ལས་ལྷག་པོ་ཞིག་ཡོད་མ་རེད། ད་དེ་འདྲ་གསུངས་འདུག།

ཞེས་པ་ལྟར་དགེ་མི་དགེ་གང་ཞིག་ཀྱང་མང་པོ་ཞིག་ཚེ་འདིར་འབྲས་བུ་སྨིན་བཞིན་ཡོད་པ་རེད། དེ་མིན་ན་ཡང་ཚེ་འདིར་མི་དགེ་བ་ཞིག་ཤི་ན་རྗེས་མ་དམྱལ་བ་ལ་སོགས་པར་འགྲོ་བ་དང་ཚེ་འདིར་དགེ་བ་ཞིག་བསྒྲུབས་ན་སྐྱེ་བ་རྗེས་མར་མཐོ་རིས་ཐར་བའི་ལམ་དུ་འགྲོ་བ་རེད། ད་ཁམ་བུ་ཟངས་ཁོང་གི་རྒྱ་གོང་ཁྲན་གི་འོག་ནས་ཡང་ཆུ་སྣར་མར་སྦྲེལ་བ་རེད། དེའི་རྒྱུ་མཚན་ཁོང་གར་གཙང་དེ་རང་ང་ཚོ་རང་ཉིད་ལ་རང་དབང་ཡོད་པའི་དུས་འདིར་རང་ཉིད་དངོས་གནས་ཆུ་གནམ་དག་སྒྲིག་མཁན་ཅིག་ཡིན་ན་སུས་ཀྱང་བཀག་འགོག་བྱེད་མི་ཐུབ། དེ་ལོ་མཐའ་འཁོབ་ཀླག་ལུག་རྒྱ་གོང་ཁྲན་ཏང་ཚང་སླེབས་སོང་ཟེར་བཞིན་ཡོད་པ་རེད་དེ། དེ་དུས་ཀྱང་རང་ཉིད་ཆུ་སྣར་མར་སྒྲིག་མཁན་ཞིག་ཡིན་ཞིང་རང་སྐུ་རང་གིས་མ་བསྐྱུར་ན་གཞན་གྱིས་བསྐྱུར་ཐུབ་ཀྱི་མ་རེད། ད་དེ་འདྲར་སོང་ཤག། ཨོ་ཡ་ད་དེ་འདྲ། གལ་ཏེ་ནམ་ཉི་མ་ཞིག་ལ་ང་ཚོ་རང་ཉིད་དེ་འདྲ་ཞིག་གི་སྐྱེ་བ་བླངས་ཚར་ན་དེ་དུས་ཚར་བ་རེད། ཁ་བཏགས་ཚོ་འདིར་གཏོགས་ནས་སྡོད་པ་འདི་ཡང་ལས་ཀྱི་འབྲས་བུ་རེད། ཁྱི་དེ་ཚོ་ཡང་རྒྱ་དེ་ཚོའི་སར་ནས་འགྲོ་བའམ་ཡང་ན་ཁྱི་ལྟོ་མི་རག་པར་འཁྱམས་ནས་ཡོད་པ་འདི་དག་གི་རྒྱུ་ཡང་སྔར་རང་རྒྱུད་ཉོན་མོངས་པ་འདོད་ཆགས་ཀྱི་དབང་དུ་སོང་ནས་ལུས་བསགས་པའི་དབང་གིས་ཡིན། ཡིན་པ་ལས་གཞན་གང་ཡང་མ་རེད། འདི་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུང་བ་རེད། ད་དེ་འདྲ་ཅང་ཅང་གསུངས་འདུག། ད་འདི་ནི་མ་ལོས་མྱོང་དུས་སེམས་ནི་སྒྲ་མཚལ་བརླག་ཏུ་སླེབས་མི་ཉན། དང་པོ་མཁས་པ་དེ་ཚོར་འདྲི་བ་དང་དེ་ནས་མཁས་པའི་གཏམ་རྒྱུད་ལ་ལྟ་བ་སོགས་བྱེད་དགོས། ང་ཉི་མ་འགའ་ཞིག་གི་བར་ཆར་སངས་ཀྱིས་འགྲོ་དགོས་ཟེར་བ་དེ་ཚོ་གཏན་ནས་བདེན་མི་ཕྲམ། དེ་བཞིན་དུ་དཀོན་མཆོག་གསུམ་ལ་དགའ་བ་དང་ཆོས་ཀྱི་ལམ་ལ་དགའ་བའི་བློ་ཡོད་པ་འདི་ཙམ་ཡང་བསོད་ནམས་ཆེན་པོ་ཡིན་པ་ཤེས་དགོས། འོ་དེ་འདྲ་རེད།